འདུས་གསུམ་བདེ་བར་གཤེགས་པ་ཆོས་ཀྱི་སྐུ། འགྲོ་དྲུག་སེམས་བསྐྱེད་རྣམས་ལ་སྤྱན་རས་གཟིགས། ནམ་མཁའ་ལྟ་བུར་ཆགས་པའི་བཅུད་ཀྱི་ཞལ། གཟི་བརྗིད་གཡོས་པ་མཎྜལ་ཕྱག་རྒྱའི་དབུ། བདེན་པ་རང་བྱུང་སངས་རྒྱས་སྐུ་ལྔ་འཆང། སྣ་ཚོགས་ཐབས་ཀྱི་སེམས་བསྐྱེད་བདེ་ལ་རྒྱུ། གདུལ་བྱའི་བསམ་པ་ཡོངས་སུ་རྫོགས་མཛད་པ། སྐྱེ་འཆི་མི་མངའ་རྡོ་རྗེའི་སྐུ་ལ་འདུད། གཡོན་དུ་ཚངས་ཀྱི་སྐྱོན་དང་མཉམ་ན་ཡང་བཀའ་དྲིན་ཚངས་ཀྱི་སྐྱོན་མེད་ལྷ་བུའི་སྐྱོན། ཚེ་ཡི་བླ་མའི་ཞབས་ལ་ཕྱག་བགྱི་འོ་ལེགས་པར་བཤད་པའི་བློ་གྲོས་སྐྱེད་དུ་གསོལ། སྔགས་ཕྱི་ར་ཆ་ཆབ་ཀྱི་མི་ཚེ་འདི་ན། ལུས་འདི་དང་སེམས་འདི་གཉིས་ཏེ། རྣམས་མིང་ཚིག་དང་རིགས་ཀྱི་ཨ་ཕ་དང་ཨ་ཡེ་གཉིས་ཀྱིས་གསོས་པའི་མཁའ་ཁྱབ་ཀྱི་སེམས་ཅན་དུས་སུ་གས་ར་ཁམས་གསུམ་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ལས་བཏོན་ཞིང་གནང་སྟེ། སངས་རྒྱས་ཀྱི་གོ་འཕང་ལོ་ཀུན་ནས་དབྱིན། འདི་རྒྱུད་བདུན་ལོ་སྔགས་ཀྱི་ད་རེས། བླ་མ་པདྨ་འབྱུང་གནས་ཀྱི་རྣམ་ཐར་འདི་ཉིད་ནི་དབྱིན་བསིལ་བའི་བྱང་ཆུབ་ཀྱི་ཐུགས་རིན་པོ་ཆེ་བདེ་ལས་བྱོན་པའི་སེལ་བཏབ་ཤི་ན། རྣམ་ཐར་དེ་གསལ་འདི་ཀ་ཏི་ལྕང་ནག་ཚེ་འདས་པའི་ཞུ་ནི་ཨི། ད་ད་རེ། བླ་མ་པདྨ་འབྱུང་གནས་ཀྱི་སྐྱེས་རབས་རྣམ་ཐར་འདི་ལོའི་ལེའུ་གཅིག་ཆ་བཅུ་བདུན་ཡོད་པའི་གྲལ་ལས། ལེའུ། ལྔ་བཅུ་ང་གཅིག་པ་དེ་ཕུད་ཀའི་སི་འདས་པའི་ཞུ་ནི་ཨི་ཡིན་ལ། དེ་ལན། བརྒྱད་ཁྲི་སྲུང་ལྡེའུ་སུན་དགོང་ལོ་བཅུ་བདུན། ཞེས་པའི

སེམས་མེད་ཀྱི། རིགས་ལྔ་ལོ། འདམ་བུའི་ཆོས་ཀྱི་དབུ་བརྙེས་པས་ཟིན་ནོ། དེ་ཡང། རྒྱལ། ལྷ་ཐོ་ཐོ་རི་གཉན་ཤེལ་འདི། ཕྱག་ན་རྡོ་རྗེ་གྱི། སྤྲུལ་པའི་རྒྱལ། གྱིས་དབྱིན་པས། ཏེ། རྒྱལ། འདི་གྱི། པདྨ་དཀར་པོ། སྤང་སྐོང་ཕྱག་རྒྱ། བརྡོ་རྡི་ཟ་མ་ཏོག། རྒྱལ་བ་བཅུ། ལས་རྣམས་བྱེད། མུ་སྟེགས་རྟེན་འབྲེལ་ལ་སོགས་པ། མདོ་དང་སྔགས་གཉིས། རྒྱས་བསྡུས་ཀྱི་རིགས་ལྔ་ལུ། དར་ཆ་རྣམས་ལས། ཏེ། བུ་གའི་ཁབ་ན་ལུ། བཀའ་དྲིན་ཆེ་ཞུ་བྱེད་གཡོན་པས་བརྩིས་ནོ། འདིར་རན། རྒྱལ། རབ་ལྔ་པ། སྲོང་བཙན་སྒམ་པོ་བར་གྱི།

གཞན་གཤེགས་དཔལ་གྱི་ལོ་རྒྱུས་དག། ཇོ་བོ་ཤཱཀྱ་མུ་ནེ་དང་ཇོ་བོ་མི་བརྒྱུད་རྡོ་རྗེ་གཉིས་ཀྱིས་སོ་བརྗེས་པའི། རང་བྱུང་གི་སྐུ། རྡོ་སྐུ་ལ་སོགས་པ་ལེགས་བཤད་ཅི་རབ་སྦས་ཀྱི་རྒྱལ་ཁབ་ནང་ལུས་རྟེན་བགྲངས། གསུང་རབ་ཡང། ཀུན་མཆོད་སྤྲིན་གྱིས་སོ་བརྗེས་པའི་པད་མ་དཀར་པོ། སྲིད་མཐའ་མ་ནི་རྟོག་ཟུང་དྲག་སྔགས་ལ་སོགས་པ། སྦས་ཀྱི་ལུས་བསྒྱུར་འདི་བགྱིས་པས་རྣམ་མེད་བསམ་མེད་བཀའ་དྲིན་ཆེའོ་ཅི་ཨིན་པའི་མཁྱེན་ནོ། བདག། ཁྲི་སྲོང་བདུད་སྲིན་སྔགས་ཀྱི་ཡ། བུའི་རྒྱལ་ཁམས་འདི་ན་ལོ། དང་པོའི་ཆོས། དར་ཤིང་བརྒྱད་བཅུ་སྟེ་བརྒྱུད་པའི། བུའི་རྒྱལ་ཁབ་འདི་ན་ལོ། བཀའ་དྲིན་ཆེའོ་བྱིས་པའི་སྦས་སྒོ་བས། འདི་ཡང། ཧེ་མ་ར་ཁྱོད་ཆུ་གསུམ་གྱི་སྟེང་ནས་ཞུགས་ས། འགྲོ་བ་སེམས་ཅན་ཆགས་ཆགས་རྒྱལ་ར་གི། བཟླས་པ་བསྐུལ་ཏེ། ཕྱག་ཞབས་ཏུ་བསྙེན་བཀུར་ཞུ་སྟེ་དགེ་བའི་བསོད་ནམས་བདག། ཡེ་ཤེས་ཀྱི་ཚོགས་བསགས་པས་དགེ། རྩ་དགུ་བཅས་སྒོ་བས་ད་ལྟའི་བོད་བ་ལོ་བསྟན་འདི་དགེ་བའི། སྔགས་ཀྱི་ལྷ་གང་ཇི་བཞིན་བསྒོ་བས་ཚེ་འདས་པའི་ཐུགས་བསམ་བཞིན་ནོ། བརྒྱད་ཁྲི་སྲུང་ལྡེའུ་སྲིན་གྱི་ཐུགས་བསམ་རུ། ལྷ་ག་ཅི་བཞིན་པ་བྱིན། ག་བདེ་བས་བཞིན་ན། ག་ཕྱི་འཛུམ་གྱི་ལུས་བསྐྱེད་བྱ་བདེ་གྱིས་བཞིན་ན་ཚེ་འདས་པའི་ཐུགས་བསམ་བཞིན་ནོ། དེ་ལན། ལྷ་ག་འདི་བཞིན་པ་བྱིན། གླིང་བཞི་རིའི་རྒྱལ་པོ་རི་རབ་ཅིག་ལྕགས་རི་དང་བཅས་པ་ཡུལ་དུས་སྦྲུལ་འཛུམ་པའི། ལྷ་ག་འདི་ཡ། གླིང་ཞེས་རི་རབ་ལྕགས་རི་དང་འདྲ་བ་པའི་ཞེན་གོ་པས་སེ་བསྡད་པས་ཐུགས་བསམ་ཤེས་ཤེས་ན་བློན་པོ་ཆ་ཆབ་ལུགས། རྒྱལ་བོད་ཀྱི་དགོངས་པ་དེ་བློན་པོ་ཆ་ཆབ་ལུགས་གཤེགས་རྣམ་དང་ལུགས། བློན་པོ་ཆ་ཆབ་ཀྱིས་རྒྱལ་རིན་པོ་ཆེ་སྡེ་པའི་མ་སྲུང། ད་སྡེ་པའི་གཞན་པ་ཕྱིན་ང་ཕྱི་གི་སྦས་ཡ་མི་སྲུང་ནི་ཨི་མེད་ལ་ད་རྒྱལ་རིན་པོ་ཆེ་ཀྱིས་ད་སོ་སོ་ཅི་སྦས་བཞིན་ནི་པའི་གདམ་ཁ་བཅབ་ནའང་སེ་བསྡད་པས་བཞུགས་ད་ལུགས། བརྒྱད་ཁྲི་སྲུང་བདུད་སྲིན་གྱི། བློན་པོ་བྱ་ཆབ་ལོ་འདས་པའི་སྲུང། བརྒྱད་གཉིས་ཀྱི་བཀའ་འོག་ལོ་ཡུལ་པོའི། བློན་པོ་ཟླ་འབངས་མི་སེར་བྱ་ཆབ་ཉོན། སྔགས་ཀྱི་གདམ་ཁ་གསུམ་འདི་མེད་ཅིང་སྐྱབས་ནི་ཡིན། མཆན་གྱི་གདམ་ཁ་སྐྱབས་ཤིག་ན། དགའ་སྟེ་འཇམ་ནི་མེད་དགའ། དེའང་ནི་དེ་མཆན་གྱི། འགན་ཁུར་ལེན་གོ། འདི་ཡང་དང་པོ། གསང་ཕུ་ཛང་གི་སྦུབས་ལུགས། ཏེ་ལྷ་དགའ་ཅི་བཞིན་ནི་ཅི་དང། བསམ་ཡས་ཧེ་བོད་རིགས་ཀྱི་སྲས་མོ་ལས། རྒྱ་ཡི་རྒྱལ་ཁབ་དང་བྱ་ནོད་ཀྱི་རྒྱལ་ཁབ་གཉིས་མཐོང་བསུ་བའི་ཤེལ་གྱི་མཆོད་རྟེན་ཞེ་གཉིས་དང་གཉིས། འཇིམ་བརྒྱུད་བོད་ཀྱི་ལུང་པ་ནས་ལོད་ཕག་སྲས་ཀྱི་ལྷ་ཁང་བཞི་གཉིས་ཀྱི་གསུམ་གཉིས་དང་ཨ་ནི་གསུམ་འདི་ད་ཆེན་བྱ་ཆབ་ཀྱི་དགའ་འཇམ་ནི་མེ་དགའ། ཏེ་གདམ་ཁ་ལྕགས་བཞི་ནག། ཏེ་ག་ཏེ་བེ་ར་དབྱིན་རོ་གྲུབ་འཚུབ་ཀྱི་བེ་ཤ་ཏེ་བེ་སུམ་དང་བློན་པོ་བྱ་ཆབ་ཀྱི

ལྷ་ཁ་འདི་ཤིང་མ་ཚགས་ཚན་ཚིག་གི་བར་དུ་ལུག། དེ་ཕྱག་ཞབས་ཏུ་འདི་སུ་ང་ཕྱི་ར་ཕྱག་ཞབས་ཀྱི་མ་ཏུ་ཏུ་བི་བཞུགས། ཚེ་བདེ་བའི་གཞུ་ནུ། ཨ་ནིམ་ཅིབ་དིག་གི་ཨུ་གིན་གུ་རུ་པདྨ་འབྱུང་གནས་ཀྱི་སྐྱེས་རབས་རྣམ་ཐར་དགེ་ཞིང་རྒྱལ་པོའི་སྐྱོན་མི་དྲལ་ལས། སྦོས་རྒྱུད་རྒྱལ་པོ་ཁྲི་སྲོང་འདུལ་ཟིང་གི་ཐུགས་དགོངས་བཏང་ཤིང་ན་བློན་པོ་རྣམས་ལུག། འདམ་ཁ་ལྕགས་ཀྱུ་བིད་ཀྱི་ལེའུ་ལྔ་བཅུ་ལྔ་བྱས་པ་ཡིན།